ཡར་རྒྱས་ཕྱི་དངོས་པོ་ཡར་རྒྱས་ད་དཔེ་མི་སུ་འགྲོ་ཡོད་རེད་ད་ང་ཚོ་ཏག་ཏག་གླང་ཆེན་མ་ཡེ་ཡིན་པའི་དུས་ཚོད་ནས་ད་དེང་སང་ང་ཚོ་གནམ་ལ་ཕིར་བས་ཀྱི་ཕྱི་དངོས་པོ་ཡར་རྒྱས་འགྲོ་ཡོད་རེད་དེ་ཡིན་ན་ཡང་ནང་ད་གཅིག་པ་རང་བསྡད་ཡོད་པའི་རྒྱུ་མཚན་གྱིས་སང་ཆུང་ནས་འདི་གི་གསུངས་པའི་ཆོས་དེ་ཚོ་ཚང་མ་ནས་ཕན་ཡོན་དེ་ཡང་ངས་གཅིག་པ་གཅིག་རྐྱང་ཡིན་དྲན་གྱི་ཡོད་ཕན་ཡོན་དེ་ཚོ་གཅིག་པ་གཅིག་རྐྱང་གང་ཡིན་ཞུས་པ་ཡིན་ན་ད་འདི་སངས་རྒྱས་རྣམས་ཀྱིས་གསུང་བའི་ཆོས་ཐམས་ཅད་དེ། སེམས་འདོར་ཡ་དང་སེམས་ཅན་གཞན་དག་ལ་ཕན་ཐོགས་ཡ་རྐྱང་རྐྱང་གི་དོན་དག་ལ། བཀའ་ཆོས་མང་པོ་གསུངས་ཡོད་རེད་དེ་ཡིན་ཙང། དེའི་ནང་གི་རྒྱུ་བ་ཐེབས་མེད་ན་ད་བཀའ་ཆོས་དེ་གཅིག་པུ་གཅིག་རྐྱང། ཞིག་ཡིན་ཙང་དེ་ཡིན་ཙང་དུས་རབས་ཉི་ཤུ་རྩ་གཅིག་པ་ཡིན་ན་རེད་ད་མ་འོངས་པ་དུས་རབས་ཉི་ཤུ་རྩ་གཉིས་རྩ་གསུམ། ད་དུས་རབས་སྟོང་ཕྲག་ཟིམ་སོང་ན་ཡང། ནང་གི་རྒྱུ་བ་ཐེབས་མེད་ན་ཤི་དངོས་པོ་ཡར་རྒྱས་ག་ཚོད་འགྲོ་བ་ཡིན་ན་ཡང། ཕན་ཐོགས་དེ་གཅིག་པ་གཅིག་རྐྱང་ཡོང་གི་རེད་དྲན་གི་ཡོད།

དེ་ནས་སོས་གནང་བ་རེད། དེ་ནས་བཟང་སྤྱོད་ནི་དེ་ཆུང་དུས་སྐབས་ནས་དེ་དང་མ་འདྲ་བའི་གི་ཕུ་གུ་ཁ་ཤོ་རེད་སྙིང་རྗེ་ཆེན་པོ། དཔེ་ཁ་ཤོ་རེད་དོ་སྣང་ཆེན་པོ། དེ་ནས་དཔེ་མི་སྲིད་གི་མང་ཆེ་རྒྱ་བོད་ཕོ་བྲང་ལ་མ་བཞུགས་བར་ཆད་མང་ཆེ་ལྡུམ་རའི་ནང་ལ་བཞུགས་བསྡད་ངེས་གི་དེ་འདྲར་ཕུ་གུ་ཅིག་བྱུང་བ་རེད། དེ་འདྲའི་ཡིན་དུས་སྐབས་ལ་ད་དགུང་ལོ་ཆེར་ཆེན་པོ་དགུང་ལོ་ཆེར་ཆེར་འཕེལ་དུས་སྐབས་ལ་དགུང་ལོ་ཆེན་པོ་ཆགས་དུས་སྐབས་དེ་ནས་ཡིན་ནས་ད་འཁྲུངས་ཚར་སྐབས་ལ་རྒྱལ་པོ་ལ་བྲམ་ཟེ་ཅིག་གིས་ལུང་བསྟན་གནང་ནས། འདི་མ་འོངས་པ་ལ་དེ་ནི་ཡབ་མེད་ན་ཅཀྲྦཱཏི་རྒྱལ་པོ་ཟེར་ན་ད་འཛམ་བུ་གླིང་གི་རྒྱལ་པོ་ཆགས་ཀྱི་རེད་ཡབ་མེད་ན་ཆོས་ཀྱི་རྒྱལ་པོ་ཆགས་ཀྱི་རེད་ཟེར་ནས་ལུང་བསྟན་ཕེབས་དུས་ག་ལ་ཏེ་སྤྱི་དང་ཕྱོགས་གཅིག་ནས་རྒྱལ་པོ་དེ་དཔེ་མི་སྲིད་ཀྱི་དགའ་ནས་ད་ཁོ་རང་བུ་དེ་མ་འོངས་པ་ལ་ད་འཛམ་བུ་གླིང་གི་རྒྱལ་པོ་ཆགས་ན་ཅཀྲྦཱཏི་སམ་རཱཏ་ཁག་རོགས་བྱེད་ན་ཟེར་བའི་རེ་བ་དེ་བྱུང། ད་ཡང་ཆོས་ཀྱི་རྒྱལ་པོ་ཕྱག་ན་ཁོང་ཡང་དག་པས་སེམས་དགྲ་བྱུང་ནས་གང་ལྟར་ཡག་ཉེས། རྒྱལ་པོའི་ཕོ་བྲང་ནང་ལོགས་ལ་ཡག། ད་ལོ་རྒན་རྒོན་དང་ཅིག། ལྕགས་ལ་རྙིང་པ་ཟེང་ར་བོ་དང་གང་ལྟར་དེ་འདྲའི་ཆུ་ནི་ཕ་མེས་བ་བཟོས་ནས་ཕོ་བྲང་ཚང་མ་ནང་ལོགས་ལ་ཡག། ལོ་ཆུང་ཆུང་དང་ཞལ་ཞབས་དྲོ་དང་རྣ་བ་སྐྱིད་པོ་རྐྱང་རྐྱང་བྱེད་ས་གི།

ཐུགས་བསམ་བཞེས་ཉིན་མོ་མང་པོ་ཐུགས་བསམ་བཞེས་དེ་འདྲས་གནང་དུས་ཀ་ལ་ད་དེ་འདི་ལ་ཐབས་ཤེས་ཅིག་བྱེད་དགོས་ཀྱི་འདུག་ད་འདི་ཐབས་ཤེས་བྱས་པ་ལ་ད་ང་དེ་ཡག་བཤད་དུས་ག་རེ་བྱིན་ས་རེད་ཟེར་ན་ད་སློབ་སྦྱོང་སློབ་སྦྱོང་བྱས་པ་ཡིན་ན་དེ་ང་དེ་ལ་འདི་མེད་པ་བཟོ་ཡག་གི་ཐབས་ཤེས་ཅིག་ཡོད་ས་རེད་དགོངས་ནས་དེ་ནས་རྒྱ་བོད་ཕོ་བྲང་ནས་མ་ཕ་ཆེ་དགུང་ལོ་ཉི་ཤུ་རྩ་དགུ་ཙམ་ཡིན་ས་ཡོད་དེ་དུས་ཀ་ལ་མ་རྒྱ་བོད་ཕོ་བྲང་ནས་ཕ་ཕེབས་པ་ད།

དེ་འདྲའི་ཚང་མ་གཡུག་ནས་ད་འཇིག་རྟེན་གྱི་སྐྱེས་བུ་ཞུགས་པར་ད་འཇིག་རྟེན་གྱི་བདེ་བ་དེ་ཚང་མ་ཕ་གཡུག་ནས་ཨ་ཕ་ཁ་ཞུགས་པར་ད་དང་པོ་བླ་མ་དེ་འདྲ་སློབ་གྲྭ་དེ་འདྲ་ལ་ཕེབས་ནས་བླ་མ་དེ་འདྲ་བཀའ་དྲིན་གནང་ནས་ད་མིན་ནས་ད་སློབ་གྲྭར་བླངས་ལ་ནམ་རྒྱུན་གྱི་སློབ་ཕྲུག་ནང་བཞིན་ཞུགས་ཡོད་སོང་བ་རེད་དགེ་རྒན་དེ་ཚོ་ལ་ཕེབས་ནས་ང་ང་ལ་དྲི་བ་ཁ་ཤས་ཅིག་ཡོད། ད་འདི་ཚོ་ལ་དྲི་བ་དང་ང་ལ་ལན་དགོས་ཀྱི་འདུག་འདི་ང་ལ་ལན་གནང་རོགས་གནང། དེ་ལན་མཐའ་མ་དེ་ལ་ད་ཁོ་བ་འདི་ལ། དེ་ཁོ་བ་འདི་ལ་མཐར་ཡག་གི་ཐབས་ཤེས་དེ་ག་རེ་ཡིན་ས་རེད། དེ་འདི་འདྲའི་གནང་ནས་ཨ་ནི་དགེ་རྒན་མང་པོ་རྩ་ལ་འཕེལ་ཡོད་ས་རེད། དེ་དགེ་རྒན་མང་པོ་རྩ་ལ་འཕེལ་ནས་ཁོང་རིགས་ཀྱི་ལན། ཐུགས་བློ་བདེ་ཡག་ཅིག་མ་རག་དུས་སྐབས་ལ་དེ། མ་རག་དུས་སྐབས་ལ་དེ་ནི་ཁོང་རིགས་སྒོམ་སྐྱོན་ད་ལོ། ཁོ་རང

སེམས་ཅན་ཐམས་ཅད་སྡུག་བསྔལ་མེད་པར་བཟོ་ཡ་དེ་ག་རེ་བྱས་ནས་ཡིན་ས་རེད་ག་རེ་བྱས་ནས་ཐབས་ཤེས་གསུངས་འདུག་ག་ལ་དང། སེམས་ཅན་ཐམས་ཅད་ཀྱི་དོན་དག་ལ་ཨ་ནི་ཡག་ཤོས་དེ་དག་ཁ་ཤོས་རེད། སེམས་ཅན་ཐམས་ཅད་ལ་སྡུག་བསྔལ་མེད་པར་བཟོ་ཡ་ཐབས་ཤེས་ཡག་ཤོས་དེ་དག་བྱང་ཆུབ་སེམས་དཔའ་དགོས་ཀྱི་འདུག་སེམས་ཅན་ཐམས་ཅད་ཀྱི་དོན་དག་ལ་སངས་རྒྱས་ཀྱི་དོན་དུ་བྱང་ཆུབ་སེམས་དཔའ་ན་བྱང་ཆུབ་སེམས་དཔའ་ཟེར་ཡ་དེ་ཡང།

དེ་སང་བྱང་ཆུབ་ཀྱི་སེམས་ད་སེམས་ཅན་ཐམས་ཅད་ཀྱི་དོན་དག་ལ་རྫོགས་པར་སེམས་ཀྱི་དེ་འདྲའི་དེ་འདྲའི་བསམ་བློ་རྒྱ་ཆེན་པོ་བློ་བ་ཆེན་པོ་བཏང་ན་འགོག་ཐུག་གི་དེ་ད་འདི་ག་ཞིག་ད་འདི་ལ་བྱང་ཆུབ་ཀྱི་སེམས་ཞུགས་ཡོད་ར་ད་འདི་དེ་འདྲའི་གི་བསམ་བློ་དེ་བྱང་ཆུབ་ཀྱི་སེམས་སླེབས་ས་དེ་ག་ནས་སླེབས་ཀྱི་འདུག་ཐུགས་བསམ་བཞེས་ན་དེ་ནས་བསམ་བྱུང་ན་འདི་གི་ད་དེ་འདི་སླེབས་ས་དེ་སྙིང་རྗེ་ཟེར་མཁན་དེ་རེད་ཤག་སྙིང་རྗེ་ཟེར་མཁན་དེ་མེད་པ་ཡིན་ན་དེ་ནི་བྱང་ཆུབ་ཀྱི་སེམས་སླེབས་ཀྱི་མི་འདུག་སྙིང་རྗེ་ཟེར་མཁན་དེ་ག་རེ་རེད་ཞུས་པ་ཡིན་ན་དེ་ནི་སེམས་ཅན་ཐམས་ཅད་སྡུག་བསྔལ་མེད་པ་ཅིག་སྡུག་བསྔལ་ལས་ཐར་བ་ཡོད་དགོས་ད་ཁོ་སེམས་ཅན་དེ་དཔེ་སྡུག་བསྔལ་ནི་འཁོར་བ་སེང་གེ་དེ་དུང་བ་རྐྱང་རྐྱང་རེ་བཞག་འདི་ནང་ལ་ཡོད་པའི་སེམས་ཅན་དུ། ད་དེ་ལས་ཐར་བ་ཡག་གི་ཁར་ཚེ་སྡུག་བསྔལ་ཅིག་མེད་པར་ཡོང་རོགས་ཕྱིར་ན་བསམ་པའི་བསམ་བློ་འཇོག་རོགས། དཔེར་ན་ང་ཚོ་ནམ་རྒྱུན་གྱི་གཅིག་སེམས་ཅན། སེམས་ཅན་འདྲ་ཁྱི་འདྲ་བོ་སྟག་འདྲ་བོ་མི་འདྲ་བོ་ཅིག་ཡང་ན་ཚ་བ་དེ་བྱུང་འདུག་ག་ལ་སེམས་ན་རང་སྙིང་རྗེ་ཁོ་དེ་ནས་དེ་རིང། ཁ་ཤོར་རོ་ད་དེ་འདི་ནས་མ་ན་རོགས་བྱེད་ན་ཁོ་ཡི་དྲག་རོགས་བྱེད་ན་ས་བསམ་བློ་ཅིག་ལེགས་ཀྱི་འདུག་བ་འོ་ད་དེ་འདི་ལ་སྙིང་རྗེ། དེ་འདྲའི་གི། སྙིང་རྗེ་རྗེ་སྙིང་རྗེ་དེ་དཔེ་མི་སྲིད་ཁེལ་སྙིང་རྗེ་མེད་པ་ལ་ཡང་བྱང་ཆུབ་སེམས་སླད་ཡང་མེད་པ་ཡང་དེ་ཡིན་ཙང་སྙིང་བྱང་ཆུབ་སེམས་ཀྱི་ཐུག་ས་འདྲ་བོ་དེ་སྙིང་རྗེ་ལགས་ཆགས་ཀྱི་ཡོད། ད་དེ་འདྲའི་གི་སྙིང་རྗེ་དེ་ག་ནས་ལེགས་འདུག་ཐུག་སང་ཤེས་པ་ཡིན་ན་དེ་ནི་ཡང། བྱམས་པ་ནས་ལེགས་ཡོད་ད་དེ Loving Kindness བྱམས་པ་ནས་བྱམས་པ་ནས་ག་ནས་བྱམས་པ་དེ་སྒོམ་ཡང་སྒོམ་སྟངས་ག་འདྲ་ཞུ་ག་ན་དེ་ཡང། མར་བཤད་པ་དྲིན་དྲན་པ་དྲིན་གསོ་བ་གང་ལྟར་སོ་སོ་གི། ང་ད་ང་ཚོ་སྐྱེ་བ་སྔ་ཕྱི་ཁས་ལེན་གྱི་ཡོད་ར་ང་ཚོ་ད་སྐྱེ་བ་ད་ལ་སྐྱེ་བོ་མ་ཡིན་པ་སྐྱེ་བ་དཔེ་དཔེ་སྲིད་མི་སྲིད་ཀྱི་སྐྱེ་བ་མང་པོ་ང་ཚོ་བསླད་ཚར་བ་རེད་དེ་སྐྱེ་བ་རིང་ཚེ་རིང་ལ་ཡང་དེ་ནི་སོ་སོ་ལ་ད་ཁ་སང་ཨ་མ་ཅིག་ཡོང་གི་རེད་དེ་ག་ནང་བཞིན་གྱི་ད་ཨ་མ་དེ་གི་དེ་ག་ནང་བཞིན་གྱི་བྱམས་པོ་བྱེད་ཀྱི་རེད་བརྩེ་བ་བྱེད་ཀྱི་རེད་དཔེ་མི་སྲིད་ཀྱི་བཀའ་དྲིན་ཆེན་པོ་ཆུང་བ་རེད་ད་ལྟ་མི་ཚེ་འདིའི་ནང་ལོར་གྱི་ཕ་མ་གི་བཀའ་དྲིན་ད་ཨ་མ་གི་བཀའ་དྲིན་ཆེ་བ་ནང་བཞིན་མི་ཚེ་རིང་ཚང་མ་ལ་ཡང་ཨ་ནི་ཚང་མ་བྱེད་ཀྱི་རེད་དེ་ཡིན་ཙང་ནས་སེམས་ཅན་ཐམས་ཅད་གང་ཟེར་ན་ང་ཚོ་ད་སྐྱེ་བ་ཐར་མང་པོ་ཞུགས་ལས་འདི་ག་ལ་ཨ་མ་གཅིག་མ་རེད་གཉིས་མ་རེད་སེམས་ཅན་ཐམས་ཅད་དེ་ང་ཚོ་སྐྱེ་བ་གཅིག་མིན་ན་གཅིག་ལ་ང་ཚོ་གི་ཕ་མ་ཨ་མ་བྱས་ཡོད་རེད། དེ་ཡིན་ཙང་ནས་ད་ངའི་སེམས་ཅན་ཐམས་ཅད་དེ་ངའི་ཨ་མ་དང་གཅིག་པ་རེད་ཤག་སམ་མར་བཤད་པ། ད་དེ་ག་ནང་བཞིན་གྱི་དྲིན་དྲན་པ། དེ་ག་ནང་བཞིན་ཨ་མ་བྱེད་ཟེར་རིང་ལ་དེ་ང་ཚོ་གི་དཔེ་ང་ཚོ་ལ་དཔེ་མི་སྲིད་ཀྱི་བྱམས་སྐྱོང་དང་དཔེ་མི་སྲིད་ཀྱི་བརྩེ་བ་ཤུགས་ཆེན་པོ་བསྟན་ཀྱང་དེ་ཚོ་གི་དེ་འདྲའི་གི་བཀའ་དྲིན་ཆེན་པོ་ཡིན་པ་ད་དེ་འདྲའི་གི་བཀའ་དྲིན་ཆེན་པོ་གནང་ཡིན་གི་དེ་ལ་ད་དྲིན་གསོལ་བ་ད་དེ་ལ་ད་དེ་ད་གར་ཞུགས་ད་བཀའ་དྲིན་གསོལ་བ་ད་དེ་ལ་ཅིག་ལན་འབུལ་བྱེད་དགོས་ད་དེ་དེ་ག་དེ་འདྲའི་གི་བཀའ་དྲིན་ཆེན་པོ་དེ་ད་ང་ཁོང་ཚོ་ལ་དེ་འདྲའི་གི་དེ་ཨ་ནི་གར་ཞུགས་རེད་དེ་ལ་ཨ་ནི།

ལྟ་སེམས་ཀྱི་གནས་ལུགས་ཞུ་ན་རེ། སོ་སོ་གི་རྗེས་དྲན་གྱི་གནས་ལུགས་ཞུ་ན་རེ་སོ་སོ་གི་གནས་ལུགས་ཞུ་ན་རེ་གང་ལྟར་ཡིན་སོ་སོ་སོ་སོ་ག་རེ་ཡིན་པ་དེ་ཧ་གོ་བ་ཅིག་ན། ཕལ་སྐད་ཐོག་ལ་ལས་སླ་པོ་ཞུས་པ་ཡིན་ན། སོ་སོ་སོ་སོ་ངོ་ཤེས་པ་ཡིན་ན། སོ་སོ་སོ་སོ་ངོ་ཤེས་པ་ཡིན་ན། ད་འདི་སངས་རྒྱས་པ་ས་ཁ་དེ་ལས་ཅིག་རེད་ཟེར་གྱི་ཡོད་རེད་མ་གཏོགས། ཡང་དམིགས་བསལ་ཅིག་བདེ་བ་ཅན་འདྲ་བོ་དང་ལྷ་ཡུལ་གཞན་དག་ཅིག་ལ་འགྲོ་ནས་འདི་ཞིག་མི་འདུག་གང་ལྟར། ངོ་ཤེས་ཚར་བ་ཡིན་ན་ད་འདི་ལ་སངས་རྒྱས་པ་རེད། འདི་གསུང་གི་ཡོད་རེད་ད་གང་ལྟར་ཡིན་ཉེ། ངོ་ཤེས་མ་ཤེས་པ་ཡིན་ནའི་ད་ངོ་ཤེས་པ་བྱེད་པ་ལ་འདི་བསམ་བློ་འདི་དཔེ་བརྟན་པོ་ཅིག་དང་བསམ་བློ་འདི་དཔེ་མི་སྲིད་ཀྱི་ཁ་ཤུགས་ཤུགས་ཆེན་པོ་ཅིག་དགོས་ཀྱི་ཡོད་རེད་འདི་བསྐྱེད་པར་བྱེད་པ་ལ་འདི་བྱམས་སྙིང་རྗེ་བྱང་ཆུབ་ཀྱི་སེམས་འདི་ཚོ་འགྲོ་ཡ་མེད་པ་ལ་འདི་ད་ག་ཤར་རྒྱག་ཁོ་རང་ང་སེམས་ཅན་ཐམས་ཅད་ཀྱི་ཁར་སྙིང་རྗེ་ལ་ཡ་དེ་དེ་འདྲའི་ལ་ཡོང་གི་ཡོད་མ་རེད་སྙིང་རྗེ་བསྐྱེད་པ་ཡིན་ན་ཡང་སྙིང་རྗེ་བརྟན་པོ་ཅིག་ཡོང་གི་ཡོད་མ་རེད་སྙིང་རྗེ་དེ་ལ་དཔེ་མི་སྲིད་ཀྱི་ཁ་ཤུགས་རེ་ད་ཧྲག་ཐག་ཐག་ཡོང་གི་ཡོད་མ་རེད་དེ་ཡིན་ཙང་གང་ལྟར་ཡང་ཉེ་ཨ་ནི་སྙིང་རྗེ་སེང་གེ་དེ་འདྲ་བྱས་ནས་གང་ལྟར་གལ་ཆེན་པོ་གལ་ཆེན་པོ་ཆགས་ཀྱི་ཡོད་གང་ལྟར་བདག་མོས་སྟོང་པ་ཞུ་བ་ད་ཅི་ངས་ན་ཞུ་བ་ནི་ཞིག་ཨ་ནི་ག་ཞུ་གི་རེད། ངོ་ཤེས་པ་དེ་ད་སོ་སོ་སོ་སོ་གི་གནད་འགག་དེ་ཧ་གོ་སོ་སོ་སོ་སོ་ངོ་ཤེས་པ་སོ་སོ་ད་ལྟ་བདག་མེད་བདག་སེང་གེ་དེ་ག་རེ་ང་ཚོ་འཁོར་བ་ན་ལྷའི་དགོས་པའི་རྒྱུ་མཚན་དེ་ཡང་སྐྱེ་དགུའི་རྒྱུ་མཚན་ཡང་ཞུས་འདི་རེད་ད་ལྷ་དགུའི་རྒྱུ་མཚན་ཞུས་འདི་རེད་འདི་ཡང་རྒྱུ་མཚན་དེ་ནི་ད་བདག་ཟེར་མཁན་དེ་ད་ང་ཟེར་མཁན་དེ་ལས་ཀྱི་བ་རེད་ད་གཟོད་ཀྱི་ང་ཟེར་མཁན་དེ་ཤུགས་ཆུང་བ་ཆེ་སེམས་ཅན་གཞན་དག་གི་ཤུགས་ཆེ་བསམ་བློ་ཤུགས་ཆེ་བཏང་ན་དེ་ག་གི་སོ་སོ་སེམས་པ་ལྷོད་ལ་ཚ་སོ་སོ་གི་སེམས་པ་སྐྱིད་བ་སེམས་ལ་དཀའ་ངལ་ཆུང་བ་ཡོང་གི་རེད་དེ་ཡིན་ཙང་ཨ་ནི། བདག་སེང་གེ་དེ་ཡང་ག་འདྲ་ཞིག་ལེགས་ཡོད་རེ་ཞུས་པ་ན་ཨ་ནི། མེད་པ་ཅིག་ལ་ང་སེང་གེ་ཁྱོད་ནི་མེད་པ་ཅིག་ལ་ཡོད་པར་བརྩིས་ནས་ཨ་ནི་ད། འདི་ལ་དངོས་གནས་ཡིན་པར་བརྩིས་ནས་ད་འདི་འདི་གི་རྐྱེན་བྱས་ནས་ཨ་ནི་ང་ཚོ་འཁོར་བ་ལ་འཁོར་དུ་ཡོད་དཔེར་ན། ད་ང་ཚོ་ད་ལྟ། དཔེ་ཞུས་པ་འདྲ་བ་ཡིན་ན་ད་ང་ཚོ། དེང་སང་དཔེ་ཞུས་པ་འདྲ་བ་ཡིན་ན་ད་ང་ཚོ་སེནྟ་ཀློས།